ཅིག་བསྟོད། དེ་རིང་འདི་ནས་ངས་མཚམས་སྦྱོར་བྱེད་འདོད་པ་ནི། Microsoft Office ཉིས་སྟོང་བདུན་དག་ཅན་གྱི་ནང་ཚན་གྱི་བོད་བསྒྲུ་རྣམ་པ་ཅན་གྱི་ཡིག་ཆ་དེ། PDF རྣམ་པ་ཅན་གྱི་ཡིག་ཆ་ལ་ཇི་ལྟར་བསྒྱུར་བའི་སྐོར་ངོ་སྤྲོད་ཞིག་བྱེད་རྒྱུ་བྱས། ད་དེ་ལ་དཔེར་ན་ད་དེ་རང།

ཡིག་ཆ་འདི་ངོ་བོ་གཞན་དུ་བསྒྱུར་ཤེས་ཀྱི། ཅ་ལག་འཚོལ་དགོས་པ་འདྲ་བོ་ད་དུ་མ་ཟད་སོ་གོ། ད་འདི། ད་ཡིན་རྒྱུ་རྟགས་འདི་རེད། འདིའི་རྟགས་སྔོན་པོ་གི་སྤྱི་ན་དཀར་པོ་ད་ང་ཚོ་འདི། ཧ་ལས་པ་དང་ངོ་མཚར་བའི་རྟགས་བཟོ་སོ་གོ་ད་གང་ལྟར། འདི་ཡོད་དུས་གང་ལ། རང་གི་ཡི། Word རྣམ་པ་ཅན་གྱི་ཡིག་ཆ་དེར PDF ལ་བསྒྱུར་བྱེད་ཀྱི་མ་ལག་ད་དུང་རང་གི་གློག་ཀླད་ལ།

as save as pdf office two thousand seven འདི་དག་བརྒྱབ་ན་ད་འདར་ཞེས་ཨོ་ད་ནི་ད་འདི་ཡོང་གི་ད་འདི་འདི་འདྲ་ཟིན་གྱི་ན་འདི་རེད་ད་གཟོ་རང་གི་མ་ལ་ཕབ་ལེན་བྱེད་ཀྱི་མཉེན་ཆས་དེ་སྐད་ཡིག་གང་གི་སྒང་ནས་ཕབ་ལེན་བྱེད་རྒྱུ་སོགས་གོ་ན་ད་དེ་སྐད་ཡིག་འདེམས་ས་བར་ད་ནི་ང་ཚོ་དབྱིན་ཇིའི་སྒང་ནས་ཡིན་པ་འདྲ་ཟིག་ཞེས

ཡིག་ཆ་འདི་བདོག་ཨ་འདི་གཅིག་པོ་མ་གཏོགས་ཤོག་བཞམས་པ pdf ལ་མི་སྒྱུར་གི་འདི་འདེ་རྟགས་བརྒྱབ་ན་འདེ་རྟགས་བརྒྱབ་པ་འདྲ་ཟིག་འགྱིན་ན་ད་གང་ནས་འོས་དེ་གང་པར་ད་ད་དཔེར་ན་ཤོག་སྒྲག་དང་པོ་ནས་འོས་ལེར་སྔ་བ་པར་འདྲ་བོ་ཟིག་ད་འདི་དང་པོ་འདི་ན་ཤོག་སྒྲག་དང་པོ་རེད་འདི་ནས་འོས་དེ་ད་དཔེར་ན་འདི་ཇེ་མང་དང་སྔ་བ་འདྲ་ཟིག་ན་རང་གི་འདི་ཤོག་སྒྲང་བྲིས་ནས་ནང་བཞིན་གྱི་ཤོག་སྒྲང་གི་ཚགས་གཞི་དུ་མ་གཏོགས pdf ལ་མི་སྒྱུར་གི།

PDF གི་རྣམ་པ་ཅན་གྱི་ཡིག་ཆ་ལ་སྤྱིར་བཏང་ནི་རེད། ད PDF གི་རྣམ་པ་ཅན་གྱི་ཡིག་ཆ་ལ་སྦྱར་ན་སྤྱིར་བཏང་ནི་དགེ་མཚན་གྱི་གཙོ་བོ་ནི་རེད་ཟེར་ན། ད PDF གི་རྣམ་པ་ཅན་གྱི་ཡིག་ཆ་ལ་སྦྱར་ཚར་བའི་རྗེས་ལ་རང་གི་ཡིག་གཟུགས་དེ་གནས་གང་ནས་དགོས་ཤེ་ན་སྒྱུར་གི་མ་རེད་ད། དག་ཅིག་རེད་ད་རང་གི་གྲོགས་པོ་འདྲ་བོ་དང་ད་གང་ལྟར་ཀྱང་ཅིག་བོད་ཡིག་མེད་ས་ག་ཅིག་གློག་ཀླད་དུམ་བུ་ཟིག་གི་ནང་ནས་རང་གི་ཡིག་ཆ་འདི་དགོས་ཤེ་དགོས་ཀྱི་འདྲ་ཟེར་ཡིན་ཀྱང་ང་དང་ཐང་དང་ན།

ངེས་པར་དུ་ཚང་དགོས་པའི་མ་ལག་འདྲ་བོ་སྟོང་ཟིག་གི་ལོག་ལྡང་གི་དུས་ཡིན་ཙང། དུས་མེད་ས་ཕལ་ཆེར་ཉུང་ཉུང་རེད་དུས་ཡིན་ཙང་རང་གི་ཡིག་ཆ་དེ་ཡིག་གཟུགས་མ་འགྱུར་བའི་སྒོ་ནས་གནས་གང་ནས་ཡིན་ན་སྔོག་ཐུབ་ཀི་ལོ་གཅིག་རེད། དེ་ནས PDF ལ་ཕར་བསྒྱུར་ཚར་རྗེས་ཀྱི་ཡིག་ཆ་འདི་ལྟ་བུ་ཟད་མཚོན་གྱི་ན་ཡང་སིར་འཁོར་ད་ལོའི་ཡི་གེ་རྐྱང་པ་ལ་ག་ཡང་ཕབ་ཐུབ་ཁག་པའི་ནི་ཁྲེབ་ཀྱི་འདི་བྱས་ནས་ད་འདི་མོ་ཟད་འདྲ་ད།